སོ་ཨནི་ཏྲ་ཏི་ལས་ཨནི་ཏི་རིང། སུག་གི་ཨནི་རྡོ་ཆོས་དང་འབྲི་བྱེད་ངོ་སྤྲོད། གསུམ་པ་དེ་ཉིད་ད་དེ་རིང་དེ་རིང་མ་བྱེད། ད་ཁ་སང་དེ་ཞུས་ཚར་བ་དེ་གི་རྐྱང་བསྡུས་ཚིག་ཏུ་ས་བཅད་དོ་དེང་ཚུལ་དུ་ཞུས་པ་ཡིན་པ་ཡིན་ན། ཁ་སང་ཐེངས་མ་དང་པོ་སྟེང་ན་ལོ་ལ་ག་རེ་ཞུས་རེད་ཟེར་ན་གླིང་ཆུས་བྱས། དེ་ནས་གཞུང་དངོས། ཟུར་གྱི་གཞུང་དངོས་བཤད་པ་དེ་ལ། ཨ་ནི། ཁུངས་མེད་ཀྱི་དོགས་པ་སྐྱེ་བའི་གཞི་བཅས། དེ་ནས་ཁུངས་མེད་ཀྱི་དོགས་པ་སེལ་བའི་ཚུལ་གསུང་གི་ཕན་ཡོན་བསྟན་པ་སའི་ས་བཅད་གསུམ་པོ་དེ་ཐེངས་མ་དང་པོ་དེ་ལ་ཞུས་ཟིན་པ་རེད། དེས་ན་ལོ་ལ་ཁུངས་མེད་ཀྱི་དོགས་པ་སྐྱེ་བའི་གཞི་ཟུར། ཨ་ནི་བཏང་ཡང་དེ་ལ་ཁུངས་མེད་དུ་སེལ་གྱི་དོགས་པ་སྐྱེ་བའི་གཞི་དང། ཨ་ནི། ཁུངས་མེད་པའི་ཁུངས་མེད་ཀྱི་དོགས་པ་དེ་སེལ་འོས་ཀྱི་ཚུལ། ཨ་ནི་དེ་སེལ་བའི་ཆེད་ལ་ཨ་ནི་སུའུ་ཝུའུ་ཕེན་ཡོན་ཏན་བར་ཆད་དེ་ཞུས་ཟིན་པ་བྱས་དེ་ནས་ཐེངས་མ་གཉིས་པ་དེ་གོ་ལ་ཨན་སུར་གཏོང་བའི་ཚུལ་དངོས་དེ་ལ་ཨ་ནི་སུར་གཏོང་བའི་སྣོད་སུར་གཏོང་བའི་རྫས་སུར་གཏོང་བའི་གནས་སུར་གཏོང་བའི་དུས་སུར་གཏོང་བའི་ཡུལ་བྱས་ནས་དེ་གས་ཞུས་ཟིན་པ་རེད་ད་དེ་རིང་ད་ང་ཚོས་དེ་ཐེངས་མ་གསུམ་པ་དེ་ད་འདི་བྱ་གི་ཡོད་ཆོ་གའི་སུར་ཕྱོགས་ཀྱི་རོ་བ།

ནི་སོར་བསྡུ་བའི་གི་ཚོར་ཁ་དེ་ལ་ད་བོད་ཀྱི་ཆོས་བརྒྱུད་ནི་རིས་སུ་མི་ཆད་པའི་མཁས་པ་སོ་སོ་སོགས་མཛད་པ་དང་ནི་དེ་འདྲའི་གི་ཆ་ངས་དེ་འདྲའི་མང་པོ་ཅིག་དཔེ་ཆ་ཀློག་བ་ཡིན་དེ་ཡིན་དུས་ག་ལ་གཟུགས་ཀྱི་ཆོ་ག་ཆ་ཤས་འདྲ་མ་འདྲ་མང་པོ་བཞུགས་འདུག་དེ་འདྲའི་སོ་སོ་སོ་སོ་བླ་མ་སོ་སོ་མཛད་བཞག་མང་པོ་བཞུགས་འདུག་ཡིན་ན་ཡང་ད་དགེ་ལུགས་ནང་ལོགས་ལ་ཆེས་ཡོངས་གྲགས་བྱས་ནས་འདི་བྱེད་མཁན་དང་བྱེད་ལ་བྱུང་བསྡད་པའི་གི་གཟུགས་ཆོ་མང་ཆེ་བ་ཅིག་འདི་རེད་ཟེར་དུས་ག་ལ་དཔེ་ཉོ་བློ་བཟང་ཆོས་རྒྱལ་གྱིས་མཛད་པའི་གི་སུག་ཆོས་དེ་ལ་གཞིས་ཆགས་པ་འདྲ་བོ་ཞིག་རེད་ཤག་དེ་ཡིན་དུས་ཨ་ནེ་ནམ་རྒྱུན་ཡོངས་གྲགས་ད་དགེ་ལུང་ནང་ལོགས་ལ་གསུག་ཆོས་གཙོ་དེ་དཔེ་ཉོ་བློ་བཟང་ཆོས་རྒྱལ་མཛད་མཛད་པའི་གསུག་ཆོས་འདི་རང་གཞིས་ཆགས་ནས་མཛད་དགོས་བ་རེད་དེ་ཡིན་དུས་ག་ལ་ཨ་ནེ་ད་རིང་གསུག་ཆོས་འདི་རང་ཐོག་ནས་བཙལ་བས་གསུག་ཆོས་ཀྱི་ཚིག་དང་མ་འགྲིག་གི་འདྲིས་ཟེར་དེ་ཕན་ཐོག་ག་རེ་ཡོད་རེད་ཟེར་ན་ཨ་ནེ་གསུག་ཆོས་གཏོང་གནང་མཁན་གྱི་ལས་དང་པོ་བ་དེ་འདྲ་ཡིན་པ་ཡིན་ན་ཨ་ནེ་གསུག་གི་ཆོ་ག་དེ་འགྲོའི་སྒོ་ནས་དམིགས་རིང་བྱེད་སྟངས་དང་དེ་སྒོམ་པ་ཞེ་སྡང་དེ་ཁྱད་པར་ཡོད་རོའོ། དེ་ཉིད་དེ་བཟོད་དུས་ད་སོར་ལྟུང་བའི་ཆོ་ག་དངོས། ད་མི་ནག་མ་ཀློག་གུས་ཀློག་གི་ཞུས་བཞག་ན་ཡག་པོ་རོ། ཚགས་ཚུགས་ཀྱི་ཆོ་ག་ནི་ཕྱིས་བོད་ཀྱི་མཁས་པས་མཛད་པ་མང་དུ་འདུག་ན་ཡང་གཙོ་བོ་ནི་དཔལ་འབྱོར་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་མཛད་པའི་ཚགས་ཚུགས་ཀྱི་ཆོ་ག་དེ་ཡིན་པས་འདིར་དེ་དང་མཐུན་པ་ཚུལ་མཐུན་གྱི་འགྲེལ་བཤད་བྱས་པའོ། དག་གསུམ་གྲུབ་པ་སྟེ། གསུར་བཏུང་བའི་ཆོ་ག་ནི་རྩ་བ་ལས། དཔལ་འབྱོར་བློ་བཟང་ཆོས་ཀྱི་རྒྱལ་མཚན་གྱིས་མཛད་པའི་གཞུང་ནཱ་རོ་ལ་རི་དྭགས་རྩ་བ་ཟས་སྟེར་བ་སྟེ། འདིར་ཚ་གསུང་བཏུང་བར་འདོད་པའི་སངས་རྒྱས་ཆོས་དང་ཚོགས་ཀྱི་ཆོག་སྣང་ལ་ཞེས་པ་ནས་འགྲོ་ལ་ཕན་ཚུན་སངས་རྒྱས་སྒྲུབ་པར་བཅས་པའི་བར་སྔོན་དུ་བཏང་ནས་དེ་ལྟ་བསྟན་ཏེ་ཡི་གེ་ནག་པོ་ཆེན་པོ་ཞེས་བྲིས་ཤར་གྱི་བ་འདི་ག་རེད་ཟེར་ན། གསུར་མཆོག་གི་རྩ་ཡོད་ཀྱི་ཚིག་དེ་རེད། འོ་དེ་བཤད། དེ་ནས་ཞེས་བྱུང་བ་ལྟར། ཨ་ནི་སྐྱོར་མགུ་སེམས་བསྐྱེད་བྱས་ནས།

ཐཱན་དེ་ཞུས་ཤ་ན་རོ། ཐཱན་མི་ཐཱན་དེ་ནས་མ་མ་འདྲེ་ཤ་ཞུ་དུས་གོ་ལ་མཚམས་མཚམས་དེ་ཆིག་རོ། ཐཱན་ཡིན་ཤ་ཤ་ཅེས་ཐཱན་འདི་ད་ལས་སླ་བོ་རེད་སང་སང་བྱས་དུས་དུས་ག་ལ་མི་སེ་མཁན་ན་ལོ་ལ་ཁ་ཤས་ལས་དང་པོ་དེ་ནས་ཡོང་དུས་ག་ལ་དེ་དེའི་རོ་འདྲེ་པོ་ཅིག་འདྲེ་ཤ་ཁ་ཤས་ཡང་འདྲེ་ཅིག་གི་རོབ་ཙེ་རྒྱག་དགོས་དེ་འདྲེ་ཆག་དུ་བ་འདི་རོབ་ཞུས་ཤ་ན་སྐྱོན་མི་འདུག་རོ། སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ལ་རྗེས་འཇུག་པ་དང་ད་ནི་ཁྱོད་སུའི་ལྟ་བའི་འགྲོས་ལ་ཕན་སངས་རྒྱས་བྲོ་ཚིགས་བཅད་བཞི་པ་འདི་དང་འདི་ཕྱོགས་བཅིབས་པ་ནས་ཨ་ཏི་ཤ་ཡང་མཛད་པ་རེད་ཅེས་འདི་གསུང་དགོས་བ་རེད། ད་འདིའི་ཚིགས་བཅད་ཚིག་ཉུང་ཅེས་སྡོམ་ཆེན་པོ་ཤོག་ཅེས་འཆད། དེའི་མདུན་ཚིག་རྐང་དང་པོ་གཉིས་ཀྱི་སྐོར་སོ་ཨ་ནི། ཚིག་རྐང་དང་པོ་གཉིས་ཀྱི་སྐྱོབ་འགྲོ་འདི་དང་ཐ་མ་གཉིས་ཀྱི་སེམས་བསྐྱེད་འདི་འཆད་ད་སྐྱོབ་འགྲོ་འདི་སངས་རྒྱས་ཆོས་དང་ཚོགས་ཀྱི་ཆོས་རྣམས་ལ་ཟེར་ཏེ་གང་ལ་སྐྱོབས་སུ་འགྲོའི་ཡུལ་འདི་འཆད།

ཚོགས་རྣམས་ཀྱི་མཆོག་བསྲེགས་ཏེ་རྒྱུན་མཐུན་རེད། ཚོགས་རྣམས་ཀྱི་མཆོག་རྒྱུན་མཐུན་དཀོན་མཆོག་བསྲེགས་རོགས། ཚོགས་རྣམས་ཀྱི་མཆོག་རྒྱུན་མཐུན་དཀོན་མཆོག་དེ་སྐྱོ་ཡུལ་དཀོན་མཆོག་གསུམ་པོ་དེ་ཆད། ད་ཡི་སྐྱོ་ཡུལ་དཀོན་མཆོག་གསུམ་པོ་དེ་ལ། སངས་རྒྱས་ཆོས་འདུ་ཚོགས་ཀྱི་མཆོག་སྣང་ལ་ཟེར་སྐྱོ་ཡུལ་དཀོན་མཆོག་གསུམ་པོ་དེ་ལ། བྱང་ཆུབ་སེ་བཀོད་ཁུ་བྱང་ཆུབ་དེ་སངས་རྒྱས་ཀྱི་གོ་འཕང་དེ་ཆད། བྱང་ཆུབ་བར་དོ་ཟེར་དུས་བྱང་ཆུབ་མ་གཏོགས་ཀྱི་བར་དོ་སྐྱོབས་སུ་ཆས། ད་སངས་རྒྱས་དཀོན་མཆོག་གསུམ་ལ་སྐྱོབས་སུ་ཆས་ཏེ། ཨ་ནི་གནས་སྐབས་གཅིག་རེད་ཡང་ན་ཉི་མ་གཅིག་ཡིན་འགྲོ་ཡང་ན་ཟླ་བ་གཅིག་ཡིན་ལོ་གཅིག་རེ་ཡིན་པས་ས་ན་མ་རེད་སངས་རྒྱས་མ་གཏོགས་པའི་བར་དུ་ཨ་ནི་སྐྱབས་སུ་མཆི་གི་མྱི་ཟེར་འོ་དེ་བྱས་སྐྱོབ་འགྲོ་དེ་བྱས། འོ་དེ་སྐྱོབས་སུ་མཆི་ཟེར་དུས་བར་ལ་ཨ་ནི་ཡིད་ཆེས་པ་དེ་ལ་དེ་སྐྱོབ་འགྲོའི་ངོ་བོ་ཞག་ཐང་ལ་གྱི་ཆིག་དད་པ་ལ་ཞག་ཐང་ཡོད་རེད་སྐྱོབས་སུ་མཆི་ཡོད་རེད་ལྟོས་ལ་ཞག་ཡོད་རེད་འདྲ་མ་འདྲ་ཉུང་ངུ་འདུག་ད་འདི་ཡང་ཁོ་དོགས་ནས་བྱེད་རེད་གང་ལྟར་ད་འདི་རོབ་ཙེ་ཁྱེར་ན་འགྲིག་བ་རེད་ད་དེ་ནས་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་བོན་ཆེན་སངས་རྒྱས་བྲོ་བར་ཞུགས་ད་འདི་ང་ཚོའི་བོད་ད་འདི་འདི་གཙོ་བོ་ད་ངས་འདི་ཞུ་ས་གཙོ་བོ་འགྲོ་བ་གཅིག་འདི་ད་གང་བྱོན་ཞུ་ངེས་ཚོ་རེད་དེ་ཡིན་དུས་གང་ལ་བདག་གི་སྦྱིན་སོགས་བགྱིས་པའི་ནང་ན་དཔེ་ཆ་མང་ཚོད་ཡོད་ལ་བདག་གི་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་ཟས་ཡོད་རོ་བ་དེ་ཡིན་དུས་རྩ་ཡོད་བླ་མེད་ཀྱིས་ད་ནམ་རྒྱུན་དུ་ཚེ་སྡིག་པ་གཅིག་གི་འདོན་ཆ་ལེགས་པར་སྒྲོགས་པ་སྟེ། བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་འགྲོ་ལ་བོན་ཆེན་སངས་རྒྱས་ཁྲོ་བོ་ཤོག་སེར་དེའི་རོ། བདག་གི་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་མ་ལོག་པར་བྱས། བསོད་ནམས་སེར་དེ་བསོད་ནམས་ཚོགས་བཅུ་པོའི་རོ། དང། ཚོགས་རྣམས་ཀྱིས་ཚོགས་སེར་དེ་ལ་བསོད་ནམས་ཚོགས་དང་ཡིག་ཚོགས་གཉིས་ཀ་དུས་དུས་བར་ལ་བདག་གི་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས། ཐ་དད་ན་ལོ་བསོད་ནམས་ཚོགས་དང་ཡིག་ཤུ་ཚོགས་གཉིས་ཀ་དུས་དང་དེ་སྤྱི་དང་ཕར་ཕྱིན་དྲུག་གི་ན་ལོ་ལ

གཅིག་གི། བདག་ཏུ་མེད་པ། རོ། ང། ང། ང། ཞེས་ཡོད་པ་དེ་སྣང་བ་དེ་སྣང་བ་ལྟ་ཏུ་མེད་པ་ཅིག་བསམ་བློ་བཏང་པའི་སྒོ་ནས་དེ་འཆད་པ་ཡིན་ན་དེའི་གནས་སྐོར་སོགས་ཡིད་ཆེས་ཀྱི་ཚོགས་དེ་ལས་ཀྱི་འདུ་བྱེད་བཀའ་འཕེལ་དགོས་པ་རེད། འོ་དེ་འཆད་དེ་ཡིན་དུས་ག་ལ། དོན་དག་པ་འདྲ་ལྟ་དེ་ལེགས་པ་འདྲ་བ་དེ་བདག་གི་སྦྱིན་སོགས་བསྐྱེད་པའི་ཚོགས་རྣམས་ཀྱིས། འགྲོ་ལ་ཕན་ཕྱིར་སངས་རྒྱས་བསྒྲུབ་པར་ཤོག་ཅེས་འཆད། ད་དེ་ཡིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲུབ་པར་ཤོག་ཟེར་ཏེ། ད་བདག་གིས་སྦྱིན་སོགས་བགྱིས་པའི་ཚོགས་རྣམས་ཀྱིས་སོ་སོ་དྲན་ན་ལོ་ལ་ངས་སྐབས་བསྟུན་ལ་འདི་ལྐོག་གི་སེམས་བསྐྱེད་བྱས་པས་ན་འདི་བསྡུས་ཆོག་གི་རེད་ཟེར་གོ་ར་ངས་འདི་ཁ་ཐུག་སྟེ་སྐབས་དེའི་སེམས་བསྐྱེད་ཁྱད་པར་འབྱེད་གོམས་པ་ནི། བདག་གིས་སྦྱིན་པ་ལ་སོགས་པ་ཟེར་དེས་ན་ལོ་ལ་བརྩིས་ན་སྦྱིན་པས་འགྲུབ་གོ་ར་བདག་གིས་སྦྱིན་པ། ཨ་ནི། སེམས་ཅན་ཐམས་ཅད་ཀྱི་སངས་རྒྱས་གོ་འཕང་ཐོབ་པའི་ཆེད་དུ། ཨ་ནི། ཨ་ནི་གསུར་གྱིས་བྱིན་པ་དང། ཡང་དཀོན་མཆོག་ལ་ཨ་ནི་མཆོད་པ་དང་འོ་ད་འདི་སྐད་ཅེས་བྱིན་པ། སངས་རྒྱས་ཐོབ་པའི་ཆེད་དུ་ཨེ་ངས་དེ་སྐད་ཅེས་ངེད་གཉིས་སྲིད་དུ་ག་ལ་སྐྱོ་འགྲོ་ཁྱད་པར་ཅན་ཐོག་རེ་དུས་འདིར་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་དགོས། དེའི་ཆེད་དུ་ཡས་སྒྲོན་དཀོན་མཆོག་གསུང་ལ་སོགས་པ་ལ་མཆོད་པ་འབུལ་ཞིང་སྨན་སྒྲོལ་པདྨ་སྒྲོལ། བར་དོའི་སེམས་ཅན་ལ་སོགས་པ་ན་ལ་སྦྱིན་པ་བཏང་བར་བྱའོ་གང་འདོད་དེ་སྐྱོབ་ཡུལ་དེ་ད་འདི་དེ་མགྲོན་བཞི་བཅུ་ཡོད་པ། དཀོན་མཆོག་སྲི་ཞུའི་མགྲོན་འགོང་པོ་ཡོན་ཏན་གྱི་མགྲོན། དེ་ནས་འགྲོ་དྲུག་གཉིས་ཀྱི་མགྲོན། དེ་ནས་ནན་ཆགས་གྱོན་སྐད་ཀྱི་མགྲོན་ཞེས་མགྲོན་བཞི་ཡོད་པའི་ནང་ནས། དཀོན་མཆོག་སྲི་ཞུའི་མགྲོན་འགོང་པོ་ཡོན་ཏན་གྱི་མགྲོན་གཉིས་པོ་དེ་ཡའི་མགྲོན་ཟེར་ཡཱ་ས་ཡཱ་ས་ཡའི་མགྲོན་ཟེར། ཡང་མཆོད་པ་འབུལ་ཡོད་ཀྱི་ཡུལ་དེ་ཆེས་ཡས་སྒྲོན་ཆེ། དེ་ནས་འགྲོ་དྲུག་སེམས་ཅན་གྱི་སྒྲོན་དང་ནི་བདུན་གྱི་ནས་ཆང་གི་སྒྲོན་ཏེ་མས་སྒྲོན་ཆེ། དེ་ཡིན་དུས་གང་ལ་མགྲོན་བཞི་པོ་དེ་མ་འདུས་སོ་ན་ཡས་སྒྲོན་དང་མས་སྒྲོན་གཉིས་ཀྱི་ནང་ལོགས་ལ་འདུས་ཏེ་གོ། དེ་ཡིན་དུས་འོ་ད་དེ་དག་ཇི་གི་ཡིན་སྙམ་དུ་ཅི་སྟེ་ཀྱང་དུ་ཁྱད་པར་ཅན་དགའ་ས་བར་སེམས་ཀྱི་ཁྱད་པར་ཅན་སྐོབས་དེ་གིས་གཟུགས་དང་འབྲེལ་བའི་སེམས་རྒྱུད་དེ་ཆེ། ཨོ་ཡ། ད་དེ་ནས། ནས་དེ་དེ་བྱས་ག་སོ་བ་རེད། སུར། ཕུལ་བའི་གནས་གོ་སུ་ད་སྤྱན་འདྲེན་བྱེད་གོ་ར་བ། སྤྱན་འདྲེན་བྱས་དེ་བྱས། སུ་གུ་སྤྱན་འདྲེན་ནས་ད་རྩ་བ་ལས་རྩ་བ་ལས་སུ་དུས་ག་ལ་སུར་མཆོག་དཔོན་ཆེན་བློ་བཟང་ཆེ་བཞེན་གྱི་ངས་སུ་སུར་མཆོག་གི་ན་ལོ་ལ་དེ་འདྲ་བྱེད་བ་ར་བ། རང་ཡིན་སྤྱན་རས་སུ་སུ་གསལ་བ་ཡི་ཐུགས་ཀ་འོད་ཀྱི་སྲི་ཞུན་ཉུལ་འདེབས་དང་གཉིས་ཅི་ཉན་བྱ་འགྲོ་ན་མ་ལུས་པ་སྤྱན་དྲངས་འདུས་པའི་སྟན་ལ་བཞུགས་པར་འགྱུར་རོ་ཟེར་ཏེ། རྩ་བའི་གི་ཚིག་དེ་ར་བ། ད་དང་པོ་དེ་རང་ཡིག་སྤྱན་རས་གཟིགས་སུ་གསལ་བ་ཡིན་ཟེར་ཟེར་ད་རང་ཡིག་སུ་སྟོང་པོ་རང་ཡིག་ད་སྐོབས་འདི་གི་སྤྱན་རས་གཟིགས་དེ་སྤྱན་རས་གཟིགས་འདྲ་མ་རེད་གསུབ་ཆོག་སོ་སོའི་སོ་སོའི་ནང་ལོགས་ལ་འདྲ་མ་རེ་ཡོང་གི་འདུག་ད་ང་ཚོ་ནམ་རྒྱུན་དུ་བོད་གངས་ཅན་ཕྱོགས་ལ་ཡོངས་གྲགས་དེ་སྤྱན་རས་གཟིགས་ད་ཅིག་བསམ་བློ་བཏང་བ་ཡིན་ན་ད་དེའི་སྒྲོབ་ཏོ་དོད་ཅིག་སྤྱན་རས་གཟིགས་ཕྱག་བཞི་པ་དེ་ཡིན་དུས་སུ་ཕྱོགས་མང་པོ་ཞིག་འབྲི་བྱའི་ནང་ལོགས་ལ་སྤྱན་རས་གཟིགས་ཕྱག་བཞི་པ་ཁྱད་པར་ཀེ་ཡུག་མ་འབྲི་རིང་དུ་གང་ལྟར་ད་དེའི་ནང་ལོགས་ལ་ད་ངས་སྤྱན་རས་གཟིགས་ཕྱག་བཞི་པ་དེ་བྲིས་ཞོད

འོད་ཟེར་དེའང་ལྕགས་ཀྱུ་ལྟ་བུ་སེ་དུས་ག་ལ་ཆུ་འགུག་འགུག་འདི་འདྲའི་རྩི་ཆུ་འགུག་བྱ་ཡོད་པ་འདྲ་བ་ཆེ་འདི་འདྲའི་ཆེ། ལྕགས་ཀྱུ་ཐོག་མ་མདོ་ཁྲོད་ནས་ཕྱོགས་ཐམས་ཅད་ལ་འཕྲོས་ནས་ས་འོག་ས་སྟེང་ཁ་ཐམས་ཅད་ལ་འཕྲོས་ནས། ཕྱོགས་བཅུར་འཕྲོས་པས། ཕྱོགས་བཅུར་འཕྲོས། ཕྱོགས་བཅུར་འཕྲོས་པའི་འོད་ཀྱིས་འོད་དེ་དག་གི་རྩེ་མོ་ལ། གོང་དུ་བཤད་པའི་དཀོན་མཆོག་གསོལ་ཤིང་གི་འགྲོས་མགོན་པོ་ཡོན་ཏན་གྱི་འགྲོས་འགྲོ་དྲུག་གཉིས་ཆེན་འགྲོས་བདུན་གོས་ནན་ཆང་གི་འགྲོས་འགྲོས་བཞི་པོ་འདི་གའི་ཐང་ཆེན་ཚོ་ཅན་དྲངས་ནས།

སྤྱན་དྲངས། འདོད་པའི་གདན་ལ་བཞུགས་པར་གྱུར་ཟེར་ན་རང་རང་གི་བཞུགས་འདོད་པའི་གི་འདོད་པའི་ཡུལ་བའི་རྟེན་ག་ག་ཡོད་པ་དེ་ལ་བཞུགས་འདས་སུ་བཞུགས་སུ་བསམ་པར་བྱས། འོ་དེ་སྤྱན་འདྲེན་དེ་རེད། ད་གསལ་པོ་ཞུ་ཆོག་འདུག་ད་དེ་ནས་འདིའི་ཁོ་ཐུག་དོགས་པ་ཅིག་ཡོད་རེད་རང་ཉིད་སྤྱན་རས་སུ་ཟེར་ས་ཡོད་ཟེར་ད་འདི་ནམ་རྒྱུན་གསུར་ཆོག་གཅིག་པོ་མ་རེད་ང་ཚོའི་ད་བོད་ཀྱི་ཆོལ་ཁ་མང་ཆེ་བའི་ནང་ལོགས་ལ་ཆོལ་ཁ་ག་འདྲས་བྱས་ནས་དེའི་ནང་ལོགས་ལ་མང་ཆེ་བ་རང་ཉིད་ལྷ་རེ་སྐྱེས་དེ་ཡོད་རེད་བ། ལྷ་རེ་སྐྱེས་དེ་ཡོད་དུས་གང་ལ། ད་དེ་དེ་ཟེར་སྨྱོ་འདྲ་རེད་བྱས་རེད་གང་ཡིན་ཟེར་ན། ནམ་རྒྱུན་གསུང་སྟངས་ལ། ཅི་ད་མི་སྤྱན་རས་གཟིགས་ཁོང་ཡི་དམ་དུ་ཚོད་ཡིན་ན་ཅིག་དབང་མོ་རྡོ་བ་ཡིན་ན་ཅིག་ད་ཡི་དམ་དུ་ཚོད་ཁོང་དབང་མོ་རྡོ་བ་ཡིན་པས་ན་དགོངས་ཆོག་གོ་བར་དེ་ཡིན་ན་ཡང་གོམས་ཡས་དེ་རང་ཉིད་ཡི་དམ་དེའི་རྣམ་པར་སྐྱེས་དེ་དབང་དང་བྱས་ན་མ་གཏོགས་པ་ལ་ནི་གོང་ཆོག་གི་མེད་སྲིད་པར་བར་རོ། བླ་མའི་དབང་དང་བྱས་ན་སྣང་སྲིད་དུ་གོ་ལ་རང་ཉིད་ལྷ་དེ་དང་དེའི་རྣམ་པར་སྐྱེ་བ་དང་ལྷ་དེ་དང་དེའི་དཀྱིལ་འཁོར་ལ་ཞུགས་ཆོག་པ་ལ་སོགས་པའི་རྗེས་སུ་གནང་བའམ་དབང་ཆ་དེ་སྤྲད་པ་དེ་ལ་དབང་ཟེར་ཚིག་གོ་རང་གི་ཚིག་དོན་འདྲ་པོ་དེ་འདྲ་ཞིག་རོ། དེ་ཡིན་དུས། དངོས་གནས་འགྲོ་སྟངས་རེ་བྱས་ན་དེ་རེད་ཡིན་ན་ཡང་ད་དེ་སང་དེ་བསྡད་ཡོད་མ་རེད་ག་སུ་བ་རེད་ད། ཟུར་གྱི་ཆོ་ག་དེ་བཏང་བ་ལ་ངེས་པར་དུ་སྤྱན་རས་གཟིགས་ཀྱི་སྤྱན་ནང་འདྲ་བ་ཐོབ་གི་རེད་ཟེར་ལོ་ཡ་དེ་ན་ད་སུ་ཅིག་གི་ལོ་ཡན་ཡོད་མ་རེད་བ། ཡིན་ན་ཟུར་གྱི་ཆོ་གའི་དབུ་དེ་ལ་ད་དེ་འདྲ་བོར་ཅིག་ཡོད་རེད་ད་དེ་ཡིན་ན་ཡང་ད། ད་དེ་སང་དེ་གོ་རེ་ཟོ་མཁན་སུ་ཅིག་ཡོད་མ་རེད་བ་ཡིན་ན་ཡང་ད་མ་དག་ལ་ཡང་ད་དེ་འདྲས་ཅིག་གི་ད་ག་སུ་བ་རེད་ད། ད་དེ་ག་འདྲས་བསམ་བློ་བཏང་བ་རེད། དེ་འདྲས་སི་རེད། རྣ་བ་ཟུག་ཨ་ནི་དགོང་པོ་ཞེས་དང་རོ་ད་ངས་འདི་ཞུ་ཞུ་ཅིག་དེ་རེད། ཟུ་ཞུ་ཞིག་མི་འདུག་སྔོ་ནག་འབྲུ་ཐང་དེ་དེ་རེད་ཨེ་ནམ་རྒྱུན་དུ་ཡིན་པ་ཡིན་ན། སྤྱན་རས་གཟིགས་ཀྱི་བྱིན་ཐང་དང་ལྷ་དེ་དང་དེ་གི་བྱིན་ཐང་དང་དབང་དང་ཐོབ་མེད་པ་ཡིན་ན་རང་གི་སྤྱི་བོར་གོ་ཡ་ཡོད་རེད་རང་གི་མདུན་དུ་གོ་ཡ་ཡོད་རེད་རང་གི་སྙིང་གར་གོ་ཡ་ཡོད་རེད་རེད་བ། སྒོམ་ཐང་བཞི་རེ་ཞོག་རེད་བ། སྤྱི་བོར་མདུན་གི་ནང་ལ་གོམས་པ། རང་གི་སྤྱི་བོ་ལ་གོམས་པ། རང་གི་སྙིང་ག་ལ་གོམས་པ།

ཧོམ་བྷེ་ས་ཨ་མིན་ད་ཀུན་དྲ་ལེ་ཧ་ན་ཧ་ན་ཧོམ་བྷེ་ས། ད་ང་ཚོའི་དང་དེ། ཁོ་ནང་ཚོ་ཁ་ཤས་ཁ་ཤས་ཀྱིས་དང་དེ་ངག་སྟོན་ཞིག་མི་འདུག་གསུང་གི་འདུག་བ། ཨན་དེ། ངས་དེ་འབྲེལ་བ་ཞུ་གི་ཞུ་གི་ཞེས་མ་ན་བུ་ཚོ་ཟེར་ན་ཨན་ཁྱིང་གིར་བ་ཨོང། བྱེད་སྟངས་དང་ངག་མང་པོ་དེ་གས་ཡོད་མ་རེད། ཧོམ་བྷེ་ས་ཨ་མིན་ད་ཀུན་དྲ་ལེ་ཧ་ན་ཧ་ན་ཧོམ་བྷེ་ས་དེ། དེ་བྱས་དེ་བྱས་སང་བ་དེ་བྱས། དོན་ནི་མཆོད་རྫས་རྣམས་ལ་བསང་ཆུ་གཏོར་ཏེ་ས་མཆོད་རྫས་རྣམས་བདའ་འདེད་དེ་སོར་རྟ་ཡི་སོ་ཚད་དང་ཨི་གེག་ལ་སོར་ཕུལ་ཚར་བ་ཡིན་ན་སོར་ཕུལ་ཚར་ཆོག་སོ་ཏིག་ཏིག་གི་ཞོར་རོ་དེ་གས་ལ་ད་མཆོད་ཆོ་བྱི་ཕུལ་ང་ཚོ་ག་དུས་ཡིན་ན་ཡང་མཆོད་མ་ཕུལ་བ་ཡིན་ན་རེ་མཆོད་བ་ཕུལ་བ་ཡིན་ན་དེ་གས་ལ་དེ་བྱས་ཆོག་རེ་བ། གཅིག་གི་ཆུ་དོར་བའི་ཆོས་ར་བྱིན་རློབ་བྱས་ཆོས་འདིའི་ཚོད་དུ་ཆོས་རྫས་རྣམས་ལ་བསང་ཆུ་གཏོར་ཏེ། ཨ་ནི་བསང་ཆུ་གཏོར་ནས་རང་ཡིད་སྤྱན་རས་སུ་གསལ་བའི་ས་རང་ཡིད་སྤྱན་རས་སུ་གསལ་བལྟས་པ་དེའི་ཐུགས་ཀ་ལས་འཕྲོའི་བདུད་རྩི་འཁྱིལ་བ་དཔག་ཏུ་མེད་པ་འཕྲོས་ཏེ་ཆོས་རྫས་ལ་གནས་པའི་བགེགས་རྣམས་ཕར་བསྐྲད་པར་བསམ་ཞེས་འོ་ད་གེ་བསམ་གེ་བསམ་སི་ཏུས་ག་ལ་གེ་བསྐྲད། ཨ་ནི་དེ་འདྲའི་ཡལ་ད་གེ་སི་ཏུས་ག་ལ

རྩ་བའི་བླ་མའི་དང་ག་དུས་ཡིན་ནའི་གསུང་གོ་དོ་བ་དེའི་ཁ་ཐུག་དེ་ར་སོ་སོ་ནམ་རྒྱུན་སྟོང་ཉིད་ལ་དེ་དེ་བསམ་བློ་བཏང་དེ་ངས་དེ་གོ་བ་འདྲ་ཡོད་བས་ན་དེའི་ཁ་ཐུག་དེ་དེའི་བསམ་བློ་དང་སྟོང་པ་ཉིད་དུ་འགྱུར་བྱས་ཨ་ནི་འོ་ད་ཅིག་གིས་ཟུར་བཙས་དང་ཟུར་འབུད་སོགས་ནུས་ལ་སོགས་ནུས་དང་བྱས་པ་དེ་ཐམས་ཅད་བདེན་པ་མི་དམིགས་པའི་སྟོང་པར་གྱུར་སོ་བསམ་པར་བྱས། ད་དེ་ནས། ད་སྟོན་པའི་ངང་ལས་རོལ་བ་སྟོན་པ་དེའི་ངང་ལས་ནི་གྲུབ། ཡི་གེ་དེ་ཅིག་སྐྱེས་ཡི་གེ་འདི། བ་ལ་དང་འདྲ་ཞིང་གྲུབ་མ་གྲུབ་ཡི་གེ་འབྲུམ་ཅིག་སྐྱེས། འབྲུམ་དེ་ག་རེ་རེད་ཟེར་ན་སྣོད་སྐྱེས་དེ་འབྲུམ་ལས་རིན་པོ་ཆེའི་སྣོད་ཡངས་ཤིང་རྒྱ་ཆེ་བ།

དེ་དང་མཉམ་དུ་ལ་འོ་དེ་གས་ལ་དང་ད་ནི་ཉོན་ཅིག་མཆོད་པ་ཉོན་གོ་རེ་ཨཱ་ནི་དེ་དང་མཉམ་དུ་སམ་ད་ནི་འགྲིག་མེད་འགྲོ་ར་འོ་དེ་ལ་ཨར་ང་པ་དེ་པི་བི་དུ་བས་ཆུ་ཡིན་ཉོན་ཅིག་གས་མཆོད་པ་བྱོས་འོ་ར་དེ་གས་དེ་གས་མཉམ་དུ་བྱས་སམ་ད་ནི་འགྲིག་མེད་འགྲོ་བསམ་ས་རེ་དུ་ད་འདི་གཙོ་བོ་དེ་སུ་རུ་བོས་སེའུ་སུའུ་ནུས་འདི་སྟོན་པར་བྱ་ནས་སྟོན་པའི་ང་ལ་ཡི་གེ་དྲུང་ལས་ཅི་དྲུང་ལས་ཨཱ་ནི་སྣོད་ཡངས་ཤིང་རྒྱ་ཆེ་བ་དེའི་ནང་དུ་ཡི་གེ་ཨོམ་ཨཱ་ཧུམ་སེ་ཡི་གེ་གསུམ་གྱིས་བསྐྱེད། ཡི་གེ་གསུམ་པོ་ཞིག་སྐྱེས་ནས་ཡི་གེ་གསུམ་པོ་དེའང་འོད་དུ་མ་ཞུ་བ་ལས་ཨ་ནི། འདི་སྐྱེས་ཁ་གསོ་བར་དང་སུ་རུ་བུད་ཡས་ཀྱི་སུ་བཙས་ཨ་ནི། འདོད་ཡོན་ལྔ་དང་སུ་དྲ་དྲི་རོ། སུ་དྲ་དྲི་སུ་དྲ་དྲི་རོ་ལ་སོགས་བས་ཀྱི་དྲི་བསུང་འདོད་ཡོན་འདོད་ཡོན་ལྔ་དང་འདས་བས་ཀྱི་ཨན་དྲི་བསུང་ཚོགས་པ་ས་དང་བ་རན་ནང་གི་ཐོན་ཅིང་ཡོངས་སུ་འཁྱོག་པར་གང་བར་འགྱུར་བ་དེ་འདྲས་ཅིག་སྐྱེས་སོ་བསམ་བྱས། ཅི་དོན་དག་རྡོ་ཐོགས་ཏེ་འབྲུམ་ལས་སྣོད་དེ་སྐྱེས་ཨོམ་ཨའོ་ཧོམ། དེ་གསུམ་ལས་ཨ་ནི།

ད་དེ་དེ་ཅི་ཞུས་ཟེར་མ་བྱ། དེ་ནས། དེ་ནས་སུ་ནུས་ཀྱི་སྟེང་དུ་ཡི་གེ་ཨོམ། སུ་ནུས་ཀྱི་སྟེང་དུ་ཡི་གེ། ཨོམ་ཨ་ཧོམ་ཞེས་བྱུང་བ་སང་དེ་ཉེས་དེ་སུ་ནུས་བྲིས་ཤག་རེད་ད་གལ་སྲིད་གང་དེ་ལ་གནོད་དེ། ཨ་ནི་སུར་ཕུད་ཀྱི་སུ་ནུས་དང་ད་ག་ནང་བཞིན་གྱི། ཆུ་ཡི་ཉོན་ཆུས་བུད་སོད་ཀྱི་སྣོད་དང་བཅས་པ་བསམ་བློ་བཏང་བ་ཡིན་ན་སུ་ནུས་དང་ཆུ་ཡི་ཉོན་ཆུས་བུད་སོད་ཆུ་ཡི་ཉོན་ཆུས་བུད་ཀྱི་སྣོད་དང་དེ་ནང་དེ་ཐམས་ཅད་ཀྱི་སྟེང་དུ་ཡི་གེ་ཨ་ཧོམ་བྱུང་བ་སང། དེའི་སྟེང་དུ་ཨོ་ནི་ཨོམ། ཡི་གེ་ཨ་ཧོམ། ཡིག་ཨོམ་ཨ་ཧོམས་བཅས་འདི་འདྲའི་ཡི་གེ་གསུམ་ཡོད་པ་བཤད། ད་ཨ་ཧོམ་ཟེར་དེ་ཡང་རིམ་པ་དེ་ག་འདྲས་ཡོད་རེད་ཟེར་ན་སྟེང་དུ་ཨོམ་བྱས་བར་དུ་ཨ་བྱས་འོག་ཏུ་ཧོམ་ཟེར་ཡི་གེ་ཨོམ་ཨོམ་ཨ་ཧོམ་ཟེར་ཡི་གེ་རིམ་པ་འདི་འདྲས་ཤིག་ཡོད་པ་བཤད། རེད་བ།

ད་དཔེར་ན་སུ་རུ་ཡིན་པ་ཡིན་ན་སུ་བོད་ཀྱི་རྫས་སུ་གོ་དེ་བྱས་སུ་གོ་དེའི་ནང་སུ་བོད་ཀྱི་རྫས་རྩམ་པ་དེ་རྒྱོབ་ཚར་ཡིན་པ་ཡིན་ན་དེའི་དེ་གའི་ཁ་དོག་དྲི་ནི་སྐྱོན་ཆག་དྭངས་གནས་ཚུལ་ནི་ཆུ་ཡི་ཉེར་སྤྱོད་ལ་སོགས་པའི་གཏིང་གཏིང་དེ་གའི་ནང་ལ་ཆ་བཞག་པས་ན་དེའི་འོག་དེ་ལ་ཨ་ནི་གཅིག་གི་ཉེར་སྤྱོད་གཏིང་དེ་གའི་ནང་མཆོད་པ་ཁ་བོད་དེའི་ཁ་དོག་དྲི་ནི་སྐྱོན་ཆག་དེ་ནས་རིམ་པ་གཉིས་པ་དེ་ལ་ཨ་དེ་བྱས་ཨ་དེ་ཡང་མ་དེ་ནས་ཨེ་གི་དུས་ཚོད་ཀྱི་བདུད་རྩིའི་གོང་བུ་རྒྱུ་བར་བྱེད། ཨ་ནི་དེ་ནས་ཐ་མ་དེ་ཨོམ་གྱི་ཡི་གེ་ཨོམ་དེ་གིས་ཨ་ནི་མཆོད་པ་ཕུལ་ཏེ་ཉུང་ཅིག་མེད་པ་ཡིན་པ་ཡིན་ན་ཨ་ནི་གཅིག་གི་རྣམ་པར་སྤྲུལ་ཟེར་ནས་མང་པོ་འགྱུར་སོང་བསམ་པར་བྱས་བྱས། ཨ་ནི་ཨོམ་ཨཱ་ཧོམ་ཨཱ་ཧོམ་ཟེར་ཨ་ནི་དེའི་ཁ་ཏུ་དེ། བྱིན་རླབས་བྱས་དེའི་ཕྱེད། དེ་ནས་ད་དངོས་སུ་སུ་འབུལ་བས་དེ་རེད་ད་དངོས་སུ་སུ་འབུལ་བ་དེ་ནི་སུ་འབུལ་བའི་སྔགས་འདི་ནམ་རྒྱུན་དེ་རེད་ད་དངོས་སུ་སུ་འབུལ་བའི་རྩ་བ་དེ་རེད་ནམ་མ་ས་བ་ད་ད་ཨོ་ལོ་ཀྱི་དེ་བསམ་པར་བསམ་པ་ཧོམ་སེ་ཏི་ལན་བདུན་བྱས་ནས་སུར་བུད་བྱས་ཆོག་ཨོམ་ས་བ་ད་ནམ་བོར་དང་ནམ་མ་ནམ་མ་ས་བ་ད་ད་ག་ད་ཨོ་ལོ་ཀི་ཏི་ཨོམ་བསམ་པར་བསམ་པར་ཧོམ་བྱས་རོ། ད་འདི་གི་སྔགས་འདི་གི་དོན་དག་ག་རེད་ཟེར་ན་ནམ་མ་ནམ་མ་ནམ་རྒྱུན་ང་ཚོས་ནམ་མོ་ཟེར་གི་རོ་ནམ་མ།

མགྲོན་བཞི་བདེ་ཆེན་ཀུན་ཏུ་སྤྱོད་པ་ནན་ཅིང་བྱ། དཀོན་མཆོག་སྲི་ཞུའི་མགྲོན་མགོན་པོ་ཡོན་ཏན་མགོན་དགུའི་མགྲོན། འགྲོ་དྲུག་སེམས་ཅན་གྱི་མགོན། ཨ་ནི་ནན་ཅག་གདོན་བགེགས་ཀྱི་མགྲོན་བྱེད་མགྲོན་བཞི་དེ་ལ་བསྔོས་པས། མགྲོན་རྣམས་ཀྱི་འདོད་ཡོན་ལྔ་ལ་གང་འདོད་དུ་སྤྱོད་ཅིང་ཟ། ཨ་ནི་མགྲོན་རྣམས་ཀྱི་སོ་སོའི་ལྔ་ལ་མགྲོན། ཡན་མགྲོན། ཀུན་སྐྱོབ་ཡུལ་གྱི་སྒྲས་དང་མ་ཉེར་བྱིན་པ་དང་ཡོད་ཀྱི་སྒྲོན་དེ་དག་གི་སོ་སོ་ཀུན་ཏུ་གང་ཅི་གི་ཐུགས་ལ་འདོད་པ་ཡོད་པ་ནང་བཞིན་ཅིག་སྤྱོད་ཅིང་ཁྱད་པར་དུ་ཡང་དང་ཁྱད་པར་དུ་ཡང་ཡས་སྒྲོན། ཡས་སྒྲོན་རུ་བ་ཡས་སྒྲོན་ཟེར་དུས་དེ་བཞིན་གང་ལ་ཡར་ཕུལ་བས་ལ་རུ་བ་དཀོན་མཆོག་གསོལ་བཞིའི་སྒྲོན་དང་མགོན་པོ་ཡོན་ཏན་གྱི་སྒྲོན་ཡས་སྒྲོན་དཀོན་མཆོག་ལ་ཕུལ་བས། ཐུགས་རྒྱུད་ལ་ཟག་པ་མེད་པའི་བདེ་བ་ཁྱད་པར་ཅན་འཁྲུངས་པ་དང། ཐུགས་རྒྱུད་ལ་ཟག་པ་མེད་པའི་བདེ་བ་ཁྱད་པར་ཅན་འཁྲུངས། མས་དྲོན། ཨ་ནི་དང་དེ་དེ་གའི་རོ་བ་གཙོ་བོ་དང་དེ་གའི་རེ་ཁཱ་གསོ་བ་རེད། འགྲོ་དྲུག་སྙིང་རྗེའི་དྲོན་དང། ནན་ཆགས་གདོན་བགེགས་ཀྱི་དྲོན་ལ་སོགས་པའི་སེམས་ཅན་དེ་དག་རྣམས་ལ་ཕུལ་བས་གསོ་རོགས། མས་དྲོན་བར་དོའི་སེམས་ཅན་ལ་སོགས་པ་རྣམས་ལ་སོ་བྱིན་པ་དང་བའི་ཟས་ཏོག་གི་སྡུག་བསྔལ་ཞི་ནས་བདེ་བ་ཕུན་སུམ་སོང་བར་གྱུར་བ་དང། གང་ཟེར་ན་ཡང་དཀོན་མཆོག་ལ་བུ་ཡོད་དེ་ལ་དཀོན་མཆོག་དང་མགོན་པོ་ཡོད་དེ་བུ་ལ་ཟས་སྐོམ་གྱི་ཁོ་ན་ཚོ་ལ་དཀའ་ངལ་འདི་ཡོད་པའི་སྐད་ཆ་མ་རེད་པ་དེ་གའི་དཀའ་ངལ་ཡོད་པའི་སྐད་ཆ་མ་རེད་ཁོ་ན་ཚོ་ལ་བུ་ཡོད་དེ་ད་དེ་ང་ཚོ་ལ་སོ་སོ་སོ་ནམ་ཟ་ཡི་ཆེད་དུ་རེད་པ་རེད་པ་དེ་རེད་དེ་རེད་མ་འདོགས་པའི་རེད་ཆན། ཁོ་ནར་བཟོ་ལ་བི་གེ་ཡང་དངོས་སུ་ཕུལ། གོ་ཧའི་དགྲ་བོ་ཆེ་གེ་ཡོ་མར་ཡུལ་ལ་བསྟུན། ད་མ་ཡེ་ནུ་ལ་སྦྱིན་པ་བཏང་ཡོད་དེ་ཁོང་ཚོ་ལས་ཉིན་བྱེད་དང་ཟས་སྐོམ་གྱི་དཀའ་ངལ་ཡོད་རེད་པ་དེ་ཡིན་དུས་དཀོན་མཆོག་ལ་ཡར་ཕུལ་བས་དཀོན་མཆོག་གི་ཐུགས་རྒྱུད་ལ་ཟག་མེད་ཀྱི་བདེ་བ་ཁྱད་པར་ཅན་འཁྲུངས་སོ་བསམ་པ་དང་མ་ཡེ་ནུ་ལ་སྦྱིན་པ་བཏང་བས་མས་ཡེ་ནུ་སྦྱིན་པ་དེ་དག་གིས་སེམས་ཀྱི་དཀའ་ངལ་དང་ཟས་ཏོག་གི་དཀའ་ངལ་དེ་གས་སེལ་ནས་ཨ་ནི་དེ་དག་ཡིད་ཚིམ་པ་བྱས་བྱུང་སོ་བསམ་པའོ་དེ་འདྲའི་བསམ་པ་བཏང་ཡོད་རེད། ཡོད། ཧ་ཡ། སུ་རུ་སྦྱིན་པ་བཏང་བའི་ཟས་ཐོག་གི་སྡུག་བསྔལ་ཞི་ནས་བདེ་བ་ཕུན་སུམ་ཚོགས་པ་འབྱུང་བ་དང་ཟེར་རོ། ད་ལྷ་བར་དུ་གདོན། གནོད་བྱེད་གདོན་བགེགས་དང་ནད་ཆགས་ཤ་སྐམ་བ་རྣམས་ཀྱི་ས་ངན་བྱུར་ཚུགས་ཞི་ནས་འཇམ་པའི་སེམས་དང་ལྡན་པར་གྱུར་ཅིག་ཟླ་གམ་ཁ་སང་ཞུས་ཡོན་པ་སུ་ཀུ་ཕན་ཡུམ་ནག་ལོགས་ལ་གསུངས་པ་ནང་བཞིན་བྱས་ནས་སུ་རུ་བཏང་ཡ་དེ་ཕན་ཐོགས་གཅིག་དེ་ཡ་ཡེ་འགྲོའི་སྐུ་མཆོག་ལ་ཕུལ་བས་ཀྱི་སོ་ནམ་ཞིག་ཚོགས་རྒྱ་ཆེན་པོ་ཤོག་ཅེས་ས་ཡ་བྱས། ཨེ་མ་ངན་འགྲོའི་སེམས་ཅན་ལ་སྦྱིན་པ་བཏང་ཡོད་ཀྱི་ཨེ་ནི་སྦྱིན་པ་བཏང་ཡོད་དང་ལྷག་པར་དུ་ནན་ཆགས་དོན་གྱིས་རུ་བ་ངང་གིས་ནན་ཆགས་ང་ཚོའི་གི་མཚམས་མཚམས་ནན་ཆགས་དང་ཨེ་ནི་དེ་འདྲའི་འོག་གི་དཀའ་ངལ་འཕྲི་གོ་རུ་ན་ཚ་ཡིན་ན་རེད་སོ་སོའི་གི་དེ་འདྲའི་གི་ནན་ཆགས་དོན་གྱི་འོག་གི་ཨེ་ནི་གཅིག་གི་གར་སོ་བར་ད་ལན་ཆགས་གི་ནན་ནན་ན་ཚ་འདྲ་བོ་ཆགས་ཤག་པ་ཡིན་པ་ཡིན་ན་ནན་ཆགས་གི་ནན་ཆགས་རེད་ཟེར་ན་ན་ཚ་གཅིག་སྨན་ཁང་འགྲོ་ནས་ཨམ་ཆུ་ལྟེབ་ཡིན་ནས་ནག་སེལ་ཏེ་གས་མེད་པ། ཨ་ནི་མི་སེར་ནག་སེལ་འདི་རེད་ཟེར་གས་མེད་པ། ཨ་ནི་ནག་སེལ་ཅི་ནི་ཡོད་ནི་ཡོད་བསྡད་པ་དེ་འདྲའི་ཁྱད་མཚར་ཞོར་དེ་འདྲའི་ཡོང་གི་འདུག་ཨ་ནི་དེའི་རིགས་ཁ་ཤས་ཅིག་དེ་ནས་ཆགས། ཨ་ནི་དོ་བཟོ་དེ་དག་ཡོད་ལ་ད་ཕན་ཐོགས་ཆེ་ཤོས་ཅིག་དེ་སུར་བཏང་བ་ཡིན་པ་ཡིན་ན་ངག་གི་ནད་ཆགས་དག་བས་ཀྱི་ཕན་ནུས་ཡོད་པ་རེད། དག་ན་གཞན་གྱི་ཨ་ན་ཆོས་བྱེད་པའི་ཉམས་ལེན་བྱེད་པའི་སྐོར་ལ་ཡང་མི་མ་ཡིན་གྱི་གི་གནོད་པའི་བར་ཆད། སོ་སོའི་གཟུགས་སྐུ་བདེ་ཐང་ལ་རེད་ད་ནང་བཞིན་གྱི་ཆོས་ཉམས་ལེན་བྱེད་ལ་གོས་བསྐོར་བ་ཡིན་ན་རེད་ད་ནང་བཞིན་གྱི་ཆོས་དང་བསྟུན་བྱ་བ་བཟང་པོ་བྱེད་ཆོས་དང་བསྟུན་པའི་བྱ་ཆོས་བསྟུན་བྱ་བ་བཟང་པོ་དེ་འདྲ་བྱེད་ཡ་ཡིན་ན་རེད་ད་ནང་བསྟུན་མཁས་ཀྱི་ཨ་བར་ཆད་དེ་འདྲ་ཡོད་པ་ཡིན་དུས་དེ་གའི་བར་ཆད་བར་ཞེས་ཀྱི་ཆེད་འོ་འོ་དེ་འདྲའི་གོ་བ་ཡོད་རེད་གསུངས་འོ་དེ་རེད་དེའི་ཕྱིར་ད་དེ་ནས།

བོད་ཡུལ་འདི་འདི་ཡིན་གསུང་བའི་གྲགས་ཅན་རེད་བ་ད་གང་ལྟར་སྤྱན་འདྲེན་ཞུས་ཚར་བ་དེ་ནང་ལོགས་ལ་ཡོད། དེ་གས་ཕུད་ཚུར་སྤྱན་འདྲེན་ཞུས་ཤོག་རོགས་དཀོན་མཆོག་སྲིད་གཞུང་མགྲོན་དང་སྒོར་མོ་ཡིན་དོན་ངང་མགྲོན་ལ་སོགས་པ་དེ་གས་ཚུར་སྤྱན་འདྲེན་ཞུས་ཚར་ད་དེ་གས་ལ་ཕུད་བཞག་ཡ་མེད་འགྲོ། འདི་གསལ་པོ་ཞིག་གས་མྱོང་གི་མི་འདུག་ད་དེ་ལ་ཕུད་བཞག་ཡིན་པ་ཡིན་ན་བདེ་སྐྱིད་གོང་དུ་ཞུ་བ་ནང་བཞིན་ནས་ངས་ངན་བྱུས་ཀྱི

རྒྱན་འདི་ནི་དྲི་མཆོག་ཉིད་འདི་ནི་ཞལ་ཟས་ཞོ་དང་ནི་རེ་མོ་ཆེ་དངོས་སུ་བཤམས་པའམ་ས་སུར་རྟ་འདུལ་ག་ལ་ཆོས་པ་འདི་དངོས་སུ་ག་དུས་ནས་ཤངས་ཐུང་མར་བ་ཡང་ཤངས་མ་ཐུབ་པ་ན་ཡིད་ཀྱིས་སྤྲུལ་བ་ཡིད་ཀྱིས་སྤྲུལ་བ་ཡུལ་སྤྲུལ་བྱེད་པ་ཡིན་ན་ཡུལ་གྱིས་སྤྲུལ་ནས་ནི་བྱིན་གྱིས་རློབ་པའོ། བྱིན་གྱིས་རློབ་སྟེ་ཕུལ་བའོ། ད་དེ་སྐད་དེ། ད་མང་ཆེ་བས་མཁྱེན་དགོས་པ་རེད་ཡིན་ན་ཡང་ད་ལས་དང་པོ་དེ་འདྲས་བརྗོད་པ་ཡིན་ན་དེའི་སྐོར་ལ་རོབ་ཙེ་ཞུས་པ་ཡིན་ན་ང་ཚོས་ནམ་རྒྱུན་ཏིང་དུས་ཕུད་ཅེས་པ་རོ་ཏིང་དུས་ཕུད་དེ་ད་ཆུ་དབྱིངས་ཡོན་ཆོད་ཆུ་བོ་དུས་ཕུད་དེ་དང་མཐུན་པ་བྱས་ནས་ཕུད་པ་རེད་གསུང་དགོས་བ་རེད་ད་དེ་དངོས་གནས་ཡིན་ན་མིན་ཤེས་གང་ལྟར་དེ་འདྲས་ཅིག་གསུང་གི་ཡོད་རེད་ད་ཆོས་པ་བདུན་འདི་ཡོང་ས་དེ་ག་ནས་ཡོང་རེད་ཟེར་ན་ནམ་རྒྱུན་ཡོངས་གྲགས་ལ་ད་འདྲི་བཤད་བྱས་ཏེ། སྔར་གྱི་ཆོས་པ་འདི་ད་དམ་པོ་ཡོང་ས་དེ་རྒྱ་གར་ནས་ཚུར་ཡོང་པར་རྒྱ་གར་ནས་ཚུར་ཡོང་དུས་ག་ལ་རྐོ་བགྱིད་དུས་གྱ་བོ་གནའ་སྔ་མོའི་གི་རྒྱ་གར་གི་ཨེ་ནི་སྲོལ་རྒྱུན་གི་ནང་ལོགས་ལ། ཨེ་མགྲོན་པོ་གལ་ཆེན་དེ་འདྲའི་སླད་སོང་ན་མགྲོན་པོ་གལ་ཆེན་བཅས་ལ་སྣེ་ལེན་ཞུ་སྟངས་ཀྱི་ཨེ་ནི་ཁོང་ཚོའི་གི་སྲོལ་རྒྱུན་གི་རིམ་པ་དང་མཐུན་པའི་གི་ཨེ་ནི། མཆོད་པ་ཕུལ་སྟངས་ཤིག་རེད་ཟེར་བ་རེད་ད། དེ་ཡིན་དུས་གང་ལ་རྒྱ་གར་ལ་ཚ་བ་ཆེན་པོ་ཡིན་པའི་སྐོབས་ལ་མི་ཚ། ཨ་ནི་མགྲོན་པོ་ཆེན་པོ་ཅིག་དང་ལ་ནང་ལ་ཕེབས་སོང་ན་དམ་པོ་དམ་པོ་དེ་ལ་ཨ་ནི་ཁ་ཤོ་བསྐོར་འདུག་དུས་གང་ལ་དམ་པོ་དམ་པོ་དེ་ཨ་ལས་ཆུ་གྲམ་ཞིག་ཨེ། ཆུའི་དེ་ལ་ཆུ་ཞིག་ཕུལ་གི་རེད་ཟེར་བ་རེད་དེ་ཡིན་དུས་གང་ལ་ཆུ་ཉོས་ཟེར་དུས་གང་ལ་ཞེ་ལ་ཆུ་ཨེ་རེད། ཨ་ར་ག་དེ་རོ་བ། ད་དེ་ནས་ཨ་ནི་བོད་གནའ་སྔ་མོ་ཡིན་པ་ཡིན་ན་དེ་བྱས་ལེགས་རོ་ཨ་ནི་ཧན་གོ་གོ་ཡན་དེ་རི་བ་མ་རོ་ཀང་ཆོས་མ་རོ་བ་གྱ་ག་གནའ་སྔ་མོ་གྱ་ག་ད་ང་ཚོ་ས་ཆུ་གོ་བ་ལས་ཡིན་ས་རེད་མང་ཆེ་གནའ་སྔ་མོའི་དུ་ས་ལ་ཧན་གོ་གོ་ཡན་ཟེར་དེ་བྱས་བྱས་དུ་བ་ཆགས་ཡིན་ཟེར་མ་འདུག་དང་པོ་ཞི་ར་གའི་ཡོད་ས་མ་རོ་བ་དེ་ཡིན་དུས་ཀང་བ་མང་ཆེ་ཡན་ན་ཀང་བ་ཧན་གོ་ཡོད་པ་ཡིན་ན་ཚ་བོ་ཞུ་བ་ཡིན་དུས་ག་ལ་ཨ་དེ་ནས་ཀང་བོ་ཁྲོས་ཅི་ཁྲིད་ཅི་ཐུག་ཧ་ཨ་གྱ་ག་ལ་རྒྱ་གར་ནང་དུ་བ་གནམ་མཚོ་བན་ཡིན་ན་ཧ་གོ་རེད་རྒྱ་གར་མཚོ་ཁང་དང་ཟ་ཁང་དང་དུ་བ་གོ་བ་ཕེབས་སོང་ནས་དང་པོ་ཕེབས་སོང་ན་ནེ་ནེ་ཞོའི་ཁོང་ཚོའི་དང་པོ་དེ་ཆུ་གྲང་མོ་ཅིག་བླུག་གི་རེད་ཧོ་དེ་བཏུང་བས་རེད་ནེ་ནེ་ཟ་ཁང་ཡིན་ན་དུ་ཚོད་ནང་ནེ་ནེ་ཅིག་དེ་རེད་ཨན་དེ་ནས་རྐང་པོ་འཁྲུ་བས་དེ་ད་གུ་ཤོབ་ཞོ་རེད་དེ་ས་ཉུང་གི་དུ་བ་རྩ་བའི་བླ་མའི་གུ་ཤོབ་དེ་འདྲ་འཁྲུ་བས་དང་དེ་འདྲ་ཁོང་ཚོའི་གུ་ཤོབ་ཚུན་ཅི་བྱེད་ཀི་དུ་བ་ཨན་སོ་སོའི་སྤུ་གུས་ཀྱི་ཕ་མེས་ཀྱི་རྐང་པོ་འཁྲུ་ཤོབ་འཁྲུ་བས་ལ་སོ་གུ་ཤོབ་ཚུན་ཅི་རེད་ཨན་དེ་འདྲས་རེད་ཨན་ཤོབ་ཞོ་དེ་ནས་ཤོབ་དེ་ཧྲིལ་སྒྲོལ་པོ་དེ་ཞོབ་དེ་དྲིས་ཚར་ནས་དེ་ནས་མེ་ཏོག་འགུལ་ལ་མེ་ཏོག་རྒྱ་གར་ཡིན་ན་མེ་ཏོག་མེ་ཏོག་དེ་འདྲས་དེ་འདྲས་ཟེར་ནས་སྐུད་འབུད་ལ་དེ་འདྲས་མེ་ཏོག་ཁྲོ་བོ་ཟེར་ནས་མེ་ཏོག་ཁྲོ་བོ་ཕུལ་གྱི་འདུག་ག་དྲས་ཐོག་ཕེ་བ་ཕུལ་མེ་ཏོག་ཁྲོ་བོ་དེ་འགུལ་ལ་སྐྱེས་ལ་ཕུལ། དེ་ནས་དུ་བུས་སུ་དུས་ཀ་ལ་དུ་བུས་དེ་ནས་སྤོས་དྲི་མ་དྲིས་ཏེ་དྲི་མ་དང་སྤོས་འདྲ་པོ་དེ་ནས་དྲི་མ་དེ་འདྲས་དྲིས་དེ་འདྲས་བཏུང་གོ་ལ་དེ་སྣ་ལ་ཕུལ། དེ་ནས། ཨ་ལོ་གེ་སི་དུས་ག་ལ་ཨ་ནེ་ཆོས་མ་དེ་ཨ་ནེ་ཕི་གེ་གེ། ཅི་གི་ད་ཕི་གེ་ལོག་པ་ཡ་ན་ཟི་འགྲོ་ཁམ་པོའི་ནང་སླེབས་སོང་ན་ཁམ་པོའི་ནང་ལོག་པ་ཡ་ན་ཅི་བྱས་ཞོར་ར་བ་དེ་གེ་ཚོས་གྲབས་རེད་མ་མེད་ཅི་ཨ་ལོ་གེ་དེ་བྱས་མ་མེད་དེ་ཅན་ཕུད་དེ་བྱས་ཨ་ནེ་འགན་དེ་དྲི་ཆོབ་དྲི་ཆོབ་དེ་ཨ་ནེ་ཆུ། ཆུ་གྲང་མོ་ལ་ད་འདི་ཙན་དན་གྱི་དྲི་ཐོབ་བྱས་ནས་ཆུ་ལ་ཙན་དན་གྱི་དྲི་ཐོབ་སོང་ན་ཨ་ནི་ཆུ་དེ་དེ་སེར་བུ་ཆགས་ཡོད་ཟེར་རོ་ཙན་དན་དེ་ཁོ་རང་བཞིན་གྱི་སེར་བུ་ཡིན་དུས་ག་ལ་ཆུ་གྲང་ཆུ་གྲང་མོ་ལ་སྤྱིར་ན་ཆུ་གྲང་མོ་དེ་ལ་ཙན་དན་ཐོབ་དུས་ག་ལ་ཆུ་དེ་གྲང་མོ་ཆགས་དུས་དེ་ཐུགས་ཀ་ལ་ཕུལ་བས་རེད་ཟེར་གོ་རེད་དེ་ལ་ཐུགས་ཀ་ལ་དེ་འདྲས་ཟེར་ནས་དྲི་དེ་དྲི་ཆོབ་བྱས་ཚེ་ཐུགས་ལ་ཕུལ་བས་རེད།

སྐུ་མདོག་གསེར་བཙོ་མ་དེ་སྐུ་མདོག་གསེར་བཙོ་མ། ལྟ་བུ་དེའི་མཚན་བརྗོད་པས་རི་ཕྲུག་གི་མགྲོན་འགའ་ཤས་ལ་ཟས་སྦྱིན་ཀྱང་ཚིག་མི་ནུས་པ་དེ་དག་གི་སྲི་ནན་གྱི་དྲིས་པ་ཐམས་ཅད་བསལ་ནས་དགོས་འདོད་ཐམས་ཅད་འབྱུང་ཞིང་བསོད་ནམས་ཟད་མི་ཤེས་པ་ཐོབ་པར་འགྱུར་ཟས་ལྟ་གཙོ་བོ་དེ་གསུར་དགོས་སྐོར་སོ་ཕྱོགས་གཅིག་ན་གཙོ་བོ་དེ་ལྟ་གསུར་གྱི་བྱིན་པ་བྲི་དགོས་རུང་གསུར་གྱི་བྱིན་པ་བྲི་བའི་སྐོབས་ལ་ནི། ད་འགྲོ་བ་སེམས་ཅན་ཁ་ཤས་བྱིན་པ་བྱིན་པ་ཡིན་པ་ནི་ག་ཚད་བྱིན་པ་ཡིན་ནའང་ཁོ་ཡིད་སྨོན་བཙིམ་པར་བྱེད་ཅིང་རོ།

ཨ་ནི། ལྷག་པར་དུ་དེ་བཞིན་གཤེགས་པ་ཁོ་རང་དེ། སྤྱིར། སྦྱིན་སོགས་ཀྱི་ཕ་ཆིངས་ཉམས་ལེན་དང་ན་སངས་རྒྱས་པ་ལ་སྦྱིན་སོགས་ཀྱི་ཕ་ཆིངས་དྲུག་གི་ཉམས་ལེན་གནང་དགོས་ར་ཡིན་ན། སྦྱིན་སོགས་ཀྱི་ཕ་ཆིངས་དྲུག་གི་ཉམས་ལེན་གནང་བ་མ་ཟད་དེ་ན་ནས་དམིགས་བསལ་སྦྱིན་སྦེལ་གྱི་ཉམས་ལེན་ལ་ཞུ་གཅིག་དེ་གནང་བ་ཡིན་དུས་གང་ལ་དེ་བཞིན་གཤེགས་པ་དེ་གི་མཚན་ཐོས་པ་ཚང་གི་སེམས་ཅན་གཞན་གྱི་དང་དེ་དང་དེ་དེའི་བར་བ། ངན་འགྲོའི་འགྲོ་བ། དཔེར་ན་འགྲོ་དྲུག་སེམས་ཅན་དང་དྭངས་གནས་ཤིང་གི་གནས་ཆགས་གདོན་བགེགས་ཀྱི་མགྲོན་དུ་ཚོགས་ཀྱི་ཨ་ནི། ཚིག་གིས་དེ་དག་གི་བདེན་ཞེན་བྱེད་པ་དེ་གི་མཚན་ཐོས་པ་སངས་རྒྱས་ཨ་ནི། ཟས་སྐོམ་གྱི་སྡུག་བསྔལ་སེལ་བ་དང་ད་ག་ན་བཞིན་གྱིས་ཨ་ནི། ཟས་སྐོམ་གྱི་སྡུག་བསྔལ་སེལ་བ་དང་ད་ག་ན་བཞིན་གྱིས་འདི་འདྲས་ཀྱི་སྲས་ཀྱི་ཕན་ཐོགས་ཡོད་རེད་བྱས། འོ་དེ་བྱས་ད་དེ་ནས་ཨ་ནི་གཉིས་པ་དེ་ལ།

ངན་འགྲོས་ལྟ། མེད་མགྲོན་གྱི་མགྲོན་དེ་དག་ནི་ལུས་ངལ་ཞིང་ཁ་དོག་ངལ་བ་ལ་སོགས་པ་དེ་དག་ཡོད་པ་ཡིན་ན་དེ་དག་ནི། ལུས་མི་སྡུག་པ་ལ་བཅོམ་ཞིང་གཟུགས་བཟང་བ་ལ་སོགས་པ་དེ་དག་རྒྱས་དགོས་པ་ཡོད་རེད། དེ་ནས་བདེ་ཆེན་བྱེ་བ་ཀུན་འབྱམས་ལས་ཀྱི་མཚན་བརྗོད་པ་དེ་བདེ་ཆེན་བྱེ་བ་ཀུན་འབྱམས་ལས་ནི་སེམས་བསྐྱེད་པའི་ཚེ་དགེ་བ་མང་དུ་བསགས་ཤིང་སྐུ་བསམ་གྱིས་མི་ཁྱབ་པ་དགུ་གོང་གི་རིགས་ལ་ཉི་མ་ཤར་བ་ལྟ་བུ་སྟེ་སྐུ་འབྱམས་ལེགས་སོ་ཞེས་གྲགས་དེའི་མཚན་ཐོས་པའི་མགྲོན་རྣམས་ཀྱིས་ན་བཟའ་དང་ཁ་ཟས་མི་གཙང་བ་དང་མགོ་ལུས་མི་གཙང་བས་ཉེས་པ་རྣམས་བྱང་བར་འགྱུར་རོ་ཞེས་རེ་བ། ད་དེ་ན་མ་བྲིས་བྱ་བ་དེ་ཁ་ཐུག་མ་ཀློག་བྱ་ན་འགྲིག་ད་འགྲིག་དོ་བ་རེ་བ། ད་དེའང་གཙོ་བདེར་བྱ། དེ་བཞིན་གཤེགས་པ་སྐུ་བྱ་ལས་ཀྱི་སྔགས་ཀྱི་ཐུགས་བསྐྱེད་པའི་སྟེང་ན་རྒྱལ་བ་མང་དུ་བསགས་ཤིང་ཁྱད་པར་དུ་སྐུ་བསམ་གྱིས་མི་ཁྱབ་པའི་དགུ་གོང་གི་རི་ལྟ་བུ་ཡོད་པ་ཡིན་དུས་གང་ལ་དེ་བཞིན་གཤེགས་པ་དེའི་མཚན་ཐོས་པ་ཙམ་གྱིས་སེམས་ཅན་རྣམས་ཀྱི་ན་ཚ་དང་ཁ་ཟས་མི་གཙང་བ་དང་མགོ་ལུས་མི་གཙང་བ་སོ་དུ་ཁ་ཤས་མགོ་ཆེན་པོ་སྐམ་པོ་ཆུ་ཉུང་འདྲ་འདྲ་མ་འདྲ་ཉུང་ངུར་བ་དང་ཡིད་དང་དུ་ཚོད་རིང་དུ་དུ་ན་ལོ་ལ་འོ་དེ་འདྲས་ཨ་ནི་སྙམ་པར་གྱུར་གྱི་ཕན་ཐོགས་ཡོད་ཟེར། དེ་ནས་དེ་བཞིན་གཤེགས་པ་འཇིགས་པ་ཐམས་ཅད་དང་བྲལ་བའི་ཨ་ནི་བྲལ་བ་དེ་ག་རེ་ཟེར་ན་འཇིགས་པ་ཐམས་ཅད་བྲལ་བ་ནི་མི་འཆི་བའི་བྱིས་པའི་ལྟོ་ལ་མངའ་བརྙེས་ཤིང། སེམས་ཅན་ལ་མི་འཆི་བ་སྐྱོབ་ཀྱི་བྱིན་པ་བཏང་བ་དང་སྐུ་མདོག་ཨིནྡྲ་ལའི་མདོག་ཅན་བྱིས་པ་ཐམས་ཅད་དང་བྲལ་བ་དེའི་མཚན་བྱིས་པའི་སེམས་ཅན་རྣམས་བྱིས་པ་ལས་གྲོལ་བར་གྱུར། དམིགས་བསལ་དེ་བཞིན་ཤེས་པ་དེ་བྱིན་པ་དང་བྱིན་པའི་ནང་བྱིན་པའི་ནང་ནས་དམིགས་བསལ་མི་འཆི་བའི་བྱིན་པ་མ་ལུས་བཏང་བ་ལ་བརྟེན་ནས་དེ་བཞིན་གཤེགས་པ་མཚན་ཐོས་པ་ཙམ་གྱིས་སེམས་ཅན་རྣམས་ཀྱི་བྱེ་བྲག་གི་སྡུག་བསྔལ་ལས་སྐྱོབ་ཡོད་ཀྱི་ཕན་ཐོགས་ཡོད་ཅེས་གསུངས་པ་ཆད། ཧོ་ཡ།

ཀུན་བྱམས་ལས་སྤྱན་རས་གཟིགས་འཇིགས་པ་ཐམས་ཅད་བསྒྲལ་བར་ཕྱག་ན་རྡོ་རྗེ་ལ་གཤེགས་ཀྱང་འདི་ནི་ཕྱིས་སུ་སྔ་མ་ཉིད་འདྲིར་བྱའོ། ཞེས་འོ་ད་དེ། དེ་བྱས་ཤེས་པ་བཞི་དེ་དེ་ལ་ངོས་འཛིན་བྱས་པ་ཡིན་པ་ཡིན་ན་དམིགས་བསལ་འབྲེལ་བར་ག་རེ་ཡོད་ན་ཅིག་བརྟག་པ་དང་རྒྱལ་བ་རིན་ཆེན་མ་ནི་ཤཱཀྱ་ཐུབ་པ་གཟུགས་མཛེས་དམ་པ་འཇམ་པའི་དབྱངས་ཀུན་བྱང་ལས་སྤྱན་རས་གཟིགས་འཇིགས་པ་ཐམས་ཅད་དང་བྲལ་བར་ཕྱག་ན་རྡོ་རྗེ་བྱས། འོ་དེ་འདྲའི་ཅེས་བཤད་ཚུལ་འདུག་འོ་དེ་བྱས་དེ་ནས་བདག་ཐ་མ་དེ་ལ། འདོད་གསོལ་དང་སྨོན་ལམ་དེ་བྱས། ད་རྩ་བའི་ནང་ལོགས་ལ་གྲུ་ཆོས་འདོད་ཡོན་ལྔ་འདེབས་པའི་ཟབ་མོས་སུ་ཀྱི་མཆོད་པ་དེ་བླ་མ་ཡི་དམ་དཀོན་མཆོག་གསུམ་བཤད་ནས་འོ་ད་དེ། གསུངས་པ་རེད་བ་ད་དེ། གྲི་མཆོག་འདོད་ཡོན་ལྔ་འདེབས་པའི་ཞེས་གྲི་མཆོག་གྲི་མཆོག་ཏུ་གྱུར་པའི་གསུར་རོ་འདོད་པའི་ཡོན་ཏན་ལྔ་དང་ལྡན་པ་དེ་ད་འདོད་ཡོན་ལྔ་འདོད་ཡོན་ལྔ་ཟེར་འདོད་ཡོན་ལྔ་དེ་ག་རེད་ཟེར་ན་གཟུགས་ཁྲག་དྲི་རོ་རེག་བྱ་ལྔ་དང་ལྡན་པ་ཉོན་མོངས་པ་ལས་མ་སྐྱེས་པའི་ཟག་པ་མེད་པ་ཟག་མེད་དེ་ལྟ་བུའི་གཟུགས་ཀྱི་མཆོད་པ་འདི་དཀོན་མཆོག་སྲིད་བྱུས་འགྲོའི་བླ་མ་ཡི་དམ་དཀོན་མཆོག་གསུང་ལ་སོགས་པ་དང་བཅས། དེ་ཡི་མདུན་ག་ལ་འདི་ཟེར་བ་བླ་མ་ཡི་དམ་དཀོན་མཆོག་གསུང། ཟག་མེད་གསུར་གྱི་མཆོད་པ་འདི་བླ་མ་ཡི་དམ་དཀོན་མཆོག་གསུང། ད་འདི་དེ་དཀོན་མཆོག་སྲིད་བྱུས་འགྲོའི་བདག།

གདོན་བགེགས་ནན་ཆགས་ཀྱི་མགྲོན་ཏེ་འོ་སི་ཆད། ཞེས་གནས་གསུམ་གྱི་མཁའ་འགྲོ་དང་ལུང་རྟོགས་ཀྱི་ཆོས་དང་དེ་འཛིན་པའི་སྐྱེས་བུ་རྣམས་ཚུལ་བཞིན་དུ་སྐྱོ་བའི་བསུ་མའི་ཚོགས་རྣམས་དང་དྲི་ཟའི་རྒྱལ་པོ་རུ་ཀ་ལ་བསུ་བའི་དྲི་ཚོགས་ཚོགས་རྣམས་མ་ལུས་པ་དང་མགོན་པོ་ཡོན་ཏན་གྱི་མགྲོན་རྣམས་དང་བཅས། ཨ་ནི་ཙཀ། དེ་ཆད་མགྲོན་དེ་ཀའི་ཆད་དེ་ནས། མ་གྱུར་དྲི་དྲུག་སེམས་ཅན་དང་ཡུལ་ལ་གཞི་བདག་ཚོགས་རྣམས་དང། ཨ་ནི་མ་གྱུར་འགྲོ་དྲུག་སེམས་ཅན་དང་ཟེ་འདོད་དེ་ཆད། ཡིད་ལ་གཞི་བདག་ཚོགས་རྣམས་དང་ཟེ་འདིའི་ན་ལོ་ལ་དང་འགྲོ་དྲུག་སེམས། འགྲོ་དྲུག་གཉིས་གཅིག་གི་འགྲོས་འདི་བྱས། ཞེས་རང་གི་མར་གྱུར་མྱོང་བའི་འགྲོ་བ་རིས་གྲུ་པའི་སེམས་ཅན་རྣམས་དང་འཇིག་རྟེན་པའི་ཡུལ་ལྷ་གཞི་བདག་རྣམས་ཏེ་རིས་དྲུག་གཉིས་གཅིག་གྲོལ་མདངས་སེ། ནན་ཆགས་ཤེལ་མགོན་ཤ་ཡན་དང་ཁྱད་པར་ཁ་སང་དི་རི་མ་ཤེས་རྗེ་ཤི་ནས་སྔགས་ལུས་བུར་ཕྱི་ལུས་མ་ཡེངས་བར་དོ་ཡིས། ཇི་སྙེད་སེམས་ཅན་ཐམས་ཅད་ལ་དབུལ་ཞིང་བསྔོ་བས་འགྲོ་རྣམས་ཀུན་འདུས་ཀུན་ཆགས་ཀྱི་ཚིག་འབྱུང་ནས་བདག་གི་བར་ཆད་ཀུན་ཞི་ཞིང་ནད་མེད་ཚེ་རིང་འབྱོར་པ་སྐྱེ་མཁའ་སྲུང་དབང་དུ་འདུལ་བ་དང་བསམ་གཏན་ཡེ་ཤེས་གྲུབ་པར་མཛོད་ཅེས་གཏམ་བ་འདི་རུ། ད་དེའི་དོན་དག་དེ། ཞེས། སྔོན། སྔོན་བསགས་ལས་ཀྱི་འབྲས་བུ་བུ་ལོན་ཆགས་པ་དང་ཟེར་རོ། ནན་ཆགས་ཟེར་དུས་སྔོན་བསགས་ལས་ཀྱི་འབྲས་བུ་གི་བུ་ལོན་ཆགས་པ། སྔོན་ལ་གནོད་པའི་ལས་ཀྱིས་ཚེ་འདི་ལ་གཟུགས་ལ་འཁོན་བྱེད་མཁན་ཤ་འཁོན་རྣམས་འཁོན་འཛིན་དམྱལ་བ་དེ་འཛིན་པ་དང་ཟེར། དེས་ན་ལོག་ལ་འདི་དོ། ནན་ཆགས་ཤ་འཁོན་དམྱལ་བ་དང་ཟེར་ཏེ། ཁྱད་པར། ཁྱད་པར་ཁ་སང་དེ་རིང་བར་ཟེར་ཏེ། ཁྱད་པར་དུ་ཁ་སང་དེ་རིང་བར་གཞན་གྱི་སྲོག་བཅད་དེ་བསད་པའམ་ཡང་ན་གཅེས་པ་དེ་རང་གི་སྲོག། རང། རང་གི་སྲོག་བཅད་པ། ཡང་ན་རང་བཞིན་གྱིས་ཤི་འོ་ལ་སོགས་པའི་སྔ་མའི་ལུས་བོར་ནས་ཚེ་ཕྱི་མའི་ལུས་མ་ཡེངས་པའི་གི་བར་དུ་གནས་བདེ་བའི་བར་དོའི་སེམས་ཅན་བྱིན་ཡོད་པ་སེམས་ཅན་རྣམས་ལ་སུ་འབུལ་ཞིང་བསྔོ་བས། དགོན་དུ་ཤེས་པའི་མགྲོན་བཞི་པོ་དེ་རྣམས་ལ་ཟེར་རོ། དགོན་དུ་ཤེས་པའི་མགྲོན་བཞི་པོ་དེ་རྣམས་ཀུན་རང་རང་གི་འདོད་པའི་བསམ་པ་དང་མཐུན་པར་འདུལ། ཀུན་སི་ཏུ་ཀ་ལ་འདོད་པའི་དོན་ཐམས་ཅད་གཟིགས་པར་འདུལ་ཀུན་ཆར་གྱིས་ཡིད་ཚིམ་པར་གྱུར་ནས་སོར་གཏོང་བ་དག་གིས་བར་ཆད་ཀུན་ཞི་ཞིང། ཚེ་རིང་བ་དང་ནད་མེད་པ་དང་འབྱོར་པ་སྐྱེ་བ་མཁའ་སྲུང་དབང་དུ་འདུལ་བ་སྟེ་བསྡུས་ནས་ཆོས་མཐུན་གྱི་བསམ་འདུན་ཡིད་བཞིན་དུ་གྲུབ་པར་མཛོད། འདོད་གསོལ་བདེ་ཆེ་ད་དེ་ན་བསྔོ་བ་འདི་བ་ཚོའི་སེམས་ཅན་ཐམས་ཅད་ཀྱང་བྱིས་དགྲ་སྡུག་བསྔལ་ལས་སྒྲོལ་ཏེ་བླ་མའི་མན་ངག་སྤྲད་གྱུར་ནས་བདེ་བ་ཅན་དུ་སྐྱེ་བར་ཤོག་ཅེས་བ་ཚོའི་སེམས་ཅན་ཐམས་ཅད་ཀྱང་བ་ཚོའི་གི་འཇིགས་སྐྲག་གི་སྡུག་བསྔལ་ལས་གྲོལ་ཏེ་སྔར་བླ་མས་བསྟན་པའི་གི་གདམས་ངག་རྣམས་དྲན་པར་གྱུར་ནས་བདེ་བ་ཅན་དུ་སྐྱེ་བར་ཤོག་ཅེས་བ་ད་དེ་ད་འདི།

ལྷ་མི་ཤེས་རྣ་བ་ཚོ་འདི་འདྲས་གསལ་བ་ཡིན་ན་ཕལ་ཆེར་གསུར་དང་འདྲ་བ་ཡོད་པ་དེ་ཕལ་ཆེར། ག་ལ་གང་འཚམ་གྱི་གསལ་པོ་འདྲ་བ་ཅིག་དང་ཨ་ནི་གཙང་མ་འདྲ་བ་ཆགས་ཡི་རེ་བ་ཡོད་ཨ་འདི། ཐུགས་སྣང་ཅིག་གི་གསུར་ལ་འདོད་ཡོན་ཅན་ཡོད་མཁན་རྣམ་པ་ཚོ་ལ་ཨ་ནི། ཐུགས་ཕན་གསོ་ཡ་ཅིག་དང་ཨ་ངའི་གསུར་ཆོ་ག་དེ་དང་དོད་བྱས་ཅིག་བྲིས་པ་ཡིན་ང་རང་གི་དང་དོད་བྱས་དཔེ་ཆ་ཀློག་དཔེ་ཆ་ག་ས་ག་ལ་ཀློག་ཨ་ནི་བྲིས་ཚར་བའི་རྗེས་ལ་ཨ་ནི་དགེ་འོས་གཞན་ཆེན་པོ་རྒན། སྒྲོལ་མཆོག་ལ་དང་དེ་ང་ཚོའི་ཁང་ཚན་གྱི། དེ་ནས་གྱི་ཤི་ལ་ཅིག་གུས་བྱས་རྒྱན་ལ་སྤྱིན་འབུལ་ཞུ་རོ་ཅེས་ཞུས་རྒྱན་སྤྱིན་འབུལ་ཞུས་ནས་རྒྱན་གས་འོ་ད་དཔེ་ཨའོ་བྱུང་ཤག་ཨ་ནི་བཟོ་བཅོས་རྒྱག་གི་མི་འདུག་བྱས་ནས་རྒྱན་གས་ཨ་ནི་དེ་འདྲས་བྱས་སོང་གནང་བ་ཟེར་ན་མི་འདུག་ཨ་ནི་དེ་འདྲས་བྱས་ཀ་ཕེབས་སོང་ཨ་ནི་དེ་ཡིན་དུས་ག་ལ་ཨ་ནི་བློ་བདེ་པོར་བྱུང་གནང་མཚམས་མཚམས་ཡང་དེ་འདྲས་འགྲོ་བའི་དུས་ཡང

ཅི་ཞིག་གི་གཞི་དྲག་ཅེས་ན་ལས་དང་པོ་ཁྱོད་ནི་དེ་འདྲའི་ཐུགས་ན་མེད་དེ་འདྲ་ཡིན་པ་ཡིན་ན་ཡང་དེ་འདྲའི་ལ་ཡང་ཅིག་ལོག་བྱས་དེ་འདྲའི་ཕན་ཐོགས་ཡོད་ཡག་རེ་བ་དང་སྨོན་ལམ་ཞུ་ཡོད་ལ་སོ་ཐོ་ཆེ་ཨེ་འདང་ཡིན།